ལྷན་རྒྱས་གཙང་པོ་ལོ་བཀྲ་ཤིས་བདེ་ལེགས་ད་རིང་ང་དེ་བཅར་བྱས་གསལ་བསྒྲགས་གཅིག་ཞུ་ཡས་ཡོད་ཨ་ད་ལན་ང་ཚོ་ཚོགས་པ་གི་སྤྱི་ཟླ་ལྔ་བའི་ཚེས་བཅུ་གཅིག་རེས་གཟའ་ལྷག་པ་ཁེལ་ཏེ་གི་འདུག་ཨ་ང་རང་ཚོ་ད་ལྟ་ལྷག་དཀར་སྲུང་བརྩི་ཞུ་ཡས་འབྱོར་བ་དེ་དགོ་བཙུགས་ཡས་རེད་སྤྱི་དང་ལྷག་དཀར་ཟེར་དུས་མང་ཆེ་བ་ཅིག་གིས་མཁྱེན་གི་རེད་ཡིན་ནའི་ཡང་ང་དེ་རེ་ལྡེ་འབེག་རྩིས་ཅིག་ཞུས་ཆོག་བ་ཅིག། ད་ཉིས་སྟོང་བརྒྱད་ཀྱི་ལོ་འགོ་སྟོད་ལ་ཡ་བོད་ནང་ལོགས་ལ་ཡ་ཞི་བའི་ངོ་རྒོལ་ཆེན་པོ་བྱས་པ་རེད་དེ་གི་གཞུག་ལ་ཡ་ནི་ད་ལྟ་བོད་ནང་ལོགས་ལ་ཡ་གཞོན་སྐྱེས་ཁག་ཅིག་གི་འགོ་ཁྲིད་བཅས་ནི་རྒྱ་མི་ལ་ཡ་ངོ་རྒོལ་བྱས་ཀྱི་རྣམ་པ་སྟོན་ཡ་ཆེད་དུ་ནི་ད་ལྟ་ལྷ་ཁང་དེ་འགོ་བཙུགས་པ་ཅིག་རེད་ཤག་ད་ཉིས་སྟོང་བརྒྱད་ཀྱི་ཞི་བའི་ངོ་རྒོལ་ཆེན་པོ་དེའི་ཐོག་ལ་ཡ་ཤེས་འདོད་ཡོད་པ་ཡིན་ན་ད་ལྟ་ངའི tibet dot net ནས་ཡིག་ཆ་ཅིག་གི་ལིང་ཅིག་ངའི་དེའི་འོག་དེ་བཞག་ཡོད། རྣམ་པ་ཚོ་གཟིགས་རོགས་གནང། ད་ཐོག་མར་ང་རང་ཚོ་བོད་ནང་ལོགས་ལ་ཡ་ལྷ་ཁ་སྲུང་བརྩི་ཞེ་སྡང་ཞུས་སྟངས་དེ་ཐོག་ལ་ཅིག་ཞུས་པས་ན། གཅིག་གཟའ་ལྷག་པ་སྟག་པ་ཡ། གཅིག་ནང་མི་གཅིག་ཡིན་ནའི་རེད་དེ་ནང་ལོགས་ལ་ཡ། གཟའ་ལྷག་པ་ལ་བོད་ཟས་ཆོས་ཡ། བོད་སྐད་གཙང་མ་སྐྱོན་ཡ་གཅིག་རྒྱ་མིའི་སྐད་དམའ་བཀྲལ་ཡ། ད་ག་ནང་ཞིག་གི་ཆུ་ལོགས་ལ་ཡ་ཚལ་གྱི་ཉོ་ཁང་ཕྱིན་པས་ནས་བོད་པའི་གི་ཚལ་བཙོག་ངན་ཙམ་ནས་ཉོས་ཡ། ལྕགས་ལག་གྱི་ཉོ་ཁང་ཕྱིན་པས་ནས་ཁྲོམ་ནས་བོད་པའི། ཚོང་པ་ཙམ་ནི་ཉོན་ཡ། དེ་འབྲེལ་གྱི་ངོ་རྒོལ་གྱི་རྣམ་པ་ཅི་རེད་བཞག། ཨ་ནི་ཟ་ལྷག་པ་ལ་ཡང་སྲུང་བརྩི་ཞུ་བའི་དེ་རྒྱུ་མཚན་ག་རེ་རེད་བཤད་ཟེར་ན། ཨ་ད་ནང་ང་རང་ཚོ་སྤྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལྷ་ས་དེ་ཟ་ལྷག་པ་ཁེལ་གྱི་ཡོད་རེད་ཨ་ནི་ཟ་ལྷག་པ་དེ་རྩིས་གནང་ལོག་ལ་ཡ་ཨ་ནི་ཁེལ་ཆེ་ཡ་ཅིག་དང་བཙག་ཆེ་ཡ་ཅིག་རྩིས་བསྡད་ཡོད་རེད་བྱས་ཙང་དེ་བྱས་ནས་ཨ་ནི་ཟ་ལྷག་ཁར་སྲུང་བརྩི་ཞུ་བའི་དེ་ཟ་ལྷག་པ་ལ་ཡ་སྲུང་བརྩི་ཞུ་བའི་དེ་འདུག་ཆ་དེ་བཞག། ཕྱིས་སུ་ནི་རྩལ་དང་རྣམ་དཔྱོད་བུ་ཆེ་བྱས་བྱས་ད་ལྟའི་ཆར་ལ་ཡང་ལྷག་དཀར་སྲུང་བརྩི་ཞུས་སྟངས་འདི་རྣམ་པ་འདྲ་མི་འདྲ་ཅིག་ཆགས་བསྡད་ཤག་ཁ་ཤས་ཀྱིས་སྒོར་གཞས་འཁྲབ་ཡག་ཁ་ཤས་ཀྱིས་ནི་སྙན་མ་ཅིག་ཡོད་པ་ནང་བཞིན་བོད་ཆས་མཆོད་ཡག་བོད་ཟས་མཆོད་ཡག་དང་ནང་བཞིན་གྱི་བསླབ་གྲྭའི་ཁག་ལ་ཡིན་པས་ནས་ས་ལྷག་པ་ལ་ཡང་མཆོད་གནང་ཡག། དག་ན་ཞེས་བོད་ཀྱི་ལུགས་རྒྱུད་ཀྱི་ཐོག་ལ་ཡང་སློབ་སྦྱོང་སྤྲད་ཡག་དེ་འདྲའི་གི་ཨ་ནི་ཁ་ཤས་རི་མོའི་ཐོག་ནས་བོད་ཀྱི་ལུགས་རྒྱུད་ཤེས་ཡག་དེ་འདྲའི་གི་ཨ་ནི་རྣམ་པ་མང་པོ་ཞིག་ཆགས་བསྡད་ཤག་ད་རི་ཨལ་པར་ཏ་བོད་རིགས་མཐུན་ཚོགས་ཀྱི་ཨ་ནི་ལྷ་ཁར་སྲུང་བརྩི་ཞུ་ཡག་དེ་སྒོར་གཞས་ཀྱི་ཐོག་ནས་རེད་ཤག་ཨ་ནི་འདི་གི་དམིགས་ཡུལ་གཙོ་བོ་དེ་ང་རང་ཚོ་གཞོན་སྐྱེས་ནང་ལོགས་ལ་ཡང་བོད་བོད་ཀྱི་ངོ་བོ་དེ་ཉག་ཐུབ་ཡག་དང་ཨ་ནི་རིག་གཞུང་གཅེས་འཛིན་བྱེད་ཡག་དག་ན་ཞེན་གྱི་ཨལ་པར་ཏ་ནང་ལོགས་ལ་ཡོད་པའི་བོད་རིགས་ཚང་མ་ལོ་ཡག་འཆམ་མཐུན་ཡོང་ཡག་འདི་དམིགས་ཡུལ། གཟིམ་ཞེས་ང་ཚོ་གིས་འགོ་བཙུགས་ཀྱི་འདུག་བྱས་ཙང་ང་ཚོ་སྒོར་གཞས་འཁྲབ་ཡ་ཡིན་དུས་ཙང་ནས་ནི་ཐང་ཆད་ཀྱི་རེད་ཁ་སྐོང་གི་རེད་བྱས་ཙང་སོ་སོའི་གི་ཆབ་དེ་སོ་སོའི་གནམ་འཕེལ་རོ་ནང་ཞུ་ཡ་ཡིན། དེ་ནས་ལྷ་ཁར་སྲུང་བརྩི་ཞུ་ག་ཕེབས་དུས་ཙང་ནས་ཡིན་གཅིག་མིན་གཅིག་ང་རང་ཚོ་བོད་གཞས་གཙང་མ་གོན་ཐུབ་ཡ་གི་ཐབས་ཤིག་གནང་རོགས་གནང་ད་བོད་གཞས་མེད་པ་ཡིན་ན་ཐུགས་ཁག་ཡོག་མ་རེད། མཐའ་མ་དེ་ལ་སྤྱི་ཟླ་ལྔ་བའི་ཚེས་བཅུ་གཅིག་རེས་གཟའ་ལྷག་པ་ནི Prince Island Park ལ་ང་ཚོ་ཚང་མ་མཇལ་ཡོང་ད་ལྟའི་ཆ་ལ་ང་ཚོ་སྒོར་གཞས་འདིའི་གོ་སྒྲིག་འདི Prince Island Park ལ་གོ་སྒྲིག་ཞུས་ཡོད། ད་འགྱུར་བ་ཕྱིན་སོང་ན་ནི་རྣམ་པ་ཚོ་ལ་ཡང་སྒོ་ནས་གསལ་བསྒྲགས་བཏང་ཆོག་གཅིག་ཐུ་ཆེ་ན།